སྤྱིར་བཏང་གི་ཟང་ཟིང་གནང་མཁན་རེ་མང་པོ་ཅིག་གིས་མཁྱེན་གྱི་རེད། དེ་འདྲ་ཡི་རོང་ཟོམ་གྱི་ལས་ཀ་བྱེད་མཁན་མང་པོ་ཞིག་གིས་ཡང་ཤེས་ཀྱི་རེད་དེ་འདྲ་ཡིན་དུས་ཀྱི་ད་རིན་པོ་ཆེ་ནི་ང་ཚོའི་ཟིན་ནི་ལ་ཡང་ངོ་ཚ་ཕེབས་མྱོང་རེད་དེ་འདྲ་ཡིན་དུས་ཀྱི་ད་སྐྱབས་རྗེ་ཏང་རིན་པོ་ཆེ་མཆོག་དང་ནི་མཉམ་དུ་ཅིག་གི་བླང་བར་ཅིག་ཞུ་གི་ཡིན་རྣམ་པ་ཚང་མ་གི་ཐུགས་ཁུར་དང་རྒྱབ་སྐྱོར་གནང་བར་ཞུ་ཟེར་ཤེས་གི་ཡོད། དེའི་ཡང་དེ་རང་གི་བརྗོད་བྱ་གཙོ་བོ་དེ་ག་རེ་ཡིན་ཟེར་ན་ད་ད་རིའི་ཉིན་འདི་གི་རང་ལ་ང་ཡང་ཆེད་དུ་དེ་གི་ད་ཨོ་སི་ཁྲི་ལ་ཡ་དང་དེ་ནས་ད་རྒྱ་གར་བརྒྱུད་ནས་འབྲུག་ལ་ཡོང་དོན་དག་གཙོ་བོ་གཅིག་དེ་དེ་ནས་ད་རིན་པོ་ཆེ་གི་གཙོ་བོ་གོ་ཞིག་གནང་བས་དེ་གི་ད་བདུད་འདུལ་གི་བོད་པ་རེ་ད་སྒྲུབ་མཆོད་ཆེན་པོ་ཞིག་ཚོགས་གནང་བ་དེ་ལ་དེ་གི་མཉམ་ཞུགས་བྱས་པའི་སྐལ་བ་བཟང་པོ་དེ་འདྲ་ཚོགས་ཡོང་གཅིག་ཏུ་འཚོགས་པའི་སྐལ་བ་བཟང་པོ་དེ་འདྲ་བྱུང་ཡོད་པ་རེད་བསམས། ད་ཡིན་ན་ཡང་སྒྲུབ་མཆོད་བསད་ཡོང་དེ་གཙོ་བོ་འདིའི་ནང་གི་ངས་ད་ལྟ་རིན་པོ་ཆེ་ལ་བཀའ་འདྲི་ཞུ་ཡ་དེ་ཡང་ཁ་ཤས་ཀྱིས་ཅིག་སྒྲུབ་མཆོད་དང་ཅིག་འདིའི་གི་བཤད་གྲགས་གིས་ཅིག་ཡང་འགྲིག་ཆུ་དང་ཕྱག་ལེན་དང་ཆོ་ག་དེ་ཚོ་ལ་དོ་སྣང་ཡོད་མེད་ཅི་རིགས་ཡོད་རྒྱུ་རེད། དེ་ཚོ་གི་ཆེད་དུ་གཙོ་བོ་མིན། གཙོ་བོ་དེ་གང་རེད་ཟེར་ན་ཡང་གཅིག་དེ་གི་སྤྱིར་སངས་རྒྱས་ཆོས་ལ་དགོས་པ་ཡོད་པ། དེའི་ནང་ནས་ཀྱང་སྔ་འགྱུར་རྙིང་མ། དེའི་ནང་ནས་ཀྱང་ནམ་རྒྱུན་ད་ཅིག་ཆགས་ཅིག་འཕྲིན་སྒྲུབ་ལ་སོགས་པ་དང་འབྲི་རུ་སྡེ་སྲིད་རིགས་ལ་དད་པ་ནི་ཡོད། མོས་གུས་ནི་ཡོད། དོ་སྣང་ནི་ཡོད། ཡང་ཅིག་ཞིབ་ཅིང་ཕྲ་བ་ཅིག་བྲིས་བཞག་ན་ནི་ཅིག་དེ་ཕྱོགས་ལ་བསམ་བློ་འཁོར་མ་མྱོང་ག་རེ་བ། རེད་འདུག། བྱེ་བྲག་མི་ཤེས་མཁན་ཚོས་ན་འདྲ་དེ་འདྲ་ཡོད་རྒྱུ་རེད་བསམ་མི་ཐུབ། གཙོ་བོ་དེ་ཚོའི་རིགས་ལ་ཕན་ཐོགས་ཡག་གི་ཆེད་དུ་ཡིན་སྲིད་ངས་ད་ཅིག་སྤྱན་དྲངས་རིན་པོ་ཆེ་ལ་ཅིག་བཀའ་མོལ་ཞུ་ཡག་གི་ཅིག་ད་གཙོ་བོ་གི་མི་ཡུལ་འདྲ་བོ་ཡིན་ན་དེ་འདྲ་ཡིན། ངས་ཐོག་མར་རིན་པོ་ཆེ་ང་ཚོ་གི་གནས་རིམ་ལ་ཕེབས་པ་བཀྲ་ཤིས་བདེ་ལགས་ཞེས་བོས། ལྷ་ས་བཀའ་དྲིན་ཆེ་བཀའ་དྲིན་ཆེ། ཚེ་རང་བཀྲ་ཤིས་བཀའ་དྲིན་ཆེ། ད་ཁོང་གི་ནད་པ་འདི་ནས་གསང་གསུམ་མཚན་མཁན་ཕྱག་མཚན་གྱི་མཁྱེན་བཞིན་པ་ཡིན་ནི་རེད། ད་མཁས་དབང་རྫ་ཚེ་རང་བཀྲ་ཤིས་ཁོང་རེད། ཁོང་འདི་ལ་ཆེད་དུ་ང་ཚོ་འབྲུག་ལ་ནས་གཟིགས་གནས་སྐོར་དང།
དེ་ནས་ཁོང་གི་ཅིག་ཆོས་གྲོགས་བྱམས་པ་དེ་ཚོ་ལ་མཇལ་འཕྲད་གི་ཆེད་དུ་འདི་ལ་ཕེབས། ང་ཚོ་ཡང་ཅིག་ད་གང་ཐུབ་ཐུབ་ཅིག་གི་ཁོང་ལ་ཞབས་ཕྱི་དྲ་བ་བཞུས་ནས། ད་ལྟ་ང་ཚོ་འདི་ནས་ལྷ་བབ་དུས་ཆེན། ད་རྒྱལ་བ་ལྷ་ནི་བབ་པའི་དུས་ཆེན་གྱི་ཉི་མ་བདེ། གཙོ་བོ་བྱས་པའི་ནི་ང་ཚོ་ནམ་རྒྱུན་གྱི་འབུམ་ཐང་ཆུ་བདེ་བོང་གྲྭ་ཚང་གི་ནང་ན་དེ་ནས་ཕུར་བུའི་སྒྲུབ་ཕྲན་གཅིག་དང་མཉམ་གཅིག་ཏུ་དེ་ནས་གེ་སར་གྱི་སྒྲུབ་མཆོད་ཆེན་མོ་གཅིག་ཉི་མ་བརྒྱད་ཀྱི་རིང་འཚོགས་ཡས་ཡོད་པ་ད་དེའི་ནང་ལ་ཁོང་མཉམ་ཞུགས་མཛད་ནས་ཁོང་གི་ཡང་དེ་ནས་ཐུགས་སྨོན་གནང་ང་ཚོ་གྲྭ་ཚང་འདུས་པ་ཡོངས་ལ་དེ་ནས་བཀའ་སློབ་ཀྱི་ལས་རིམ་ཡང་མཛད་འོ་དེ་འདྲའི་མཛད་པའི་ཞོར་ལ་ད་དེ་རིང། ངེད་ཀྱི་ཁོང་གི་དེ་ནས་ད་ཐུག་ཆར་ནང་བཞིན་རང་རྩོམ་བརྙན་འཕྲིན་གྱི་ནང་ལ་ང་ལ་དྲི་བ་འདྲི་བ་ཟིག་གོ་ན་འདྲ་ཅི་བཀའ་འབོད་སྒྲོག་གང་ལ་གང་འཚམ་གྱི་མཛད་དགོས་ཀྱི་འདུག་གསུངས་ནས་འོ་དེ་དུས་ཀྱི་བཀའ་གནང་པ་ལ་བརྟེན་ནས་ད་ནི་ད་ལྟ་ངས་ཡང་དེ་ནས་གོ་སྐབས་ཅིག་ཕུལ་བ་ཡིན་ཟེར་ཞུ་གི་ཡོད་དེ་ནས་རྩ་འཛུགས་འཛིན་མཁན་ཡོངས་ལ་ཏང་རིན་པོ་ཆེའི་ངག་གི་ངོ་བོ་ནས་ཡང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། བླ་སྲོག་རིན་པོ་ཆེ་ད་སྤྱིར་བཏང་གི་ཡིན་ན་ཨ་སྔ་འདིར་རྙིང་མ་ཟེར་ཡོང་དུས་སྐར་མ་དང་པདྨ་གཉིས་བར་བར་རེ་ལ་སོང། ད་དེ་སྐར་མའི་ངོ་ནས་ཡིན་ན་འདྲ་པདྨའི་ངོ་ནས་ཡིན་ན་འདྲ། ད་ཅིག་རྒྱུད་སྡེ་དང་སྒྲུབ་སྡེའི་ངོ་ནས་ཡིན་ན་འདྲ་འདྲ་ད། ཕུར་པ་ཟེར་བ་དེ་དཔེ་རྩ་ཆེན་པོ་རེད་བར་རེ་ལ་སོང། ཁྱད་པར་དུ་ང་ཚོ་ཡོངས་གྲགས་ལ་ཀ་གོང་ཕུར་གསུམ་ཟེར་ནས་ད་བཀའ་བརྒྱུད་དང་དགོངས་འདུས་ཕུར་པ་གསུམ་དེ་དཔེ་རྩ་ཆེན་པོ་རེད་བར་རེ་ལ་སོང། བཀའ་བརྒྱུད་ཀྱི་ནང་ལ་ཡང་ཕུར་པ་ཡོད་དོ་ཡོད་རེད་བར་རེ་ལ་སོང། དེ་འདྲ་ཡིན་དུས་ད་ལྟ་ད་ཁྱེད་རྣམ་པའི་ཚོགས་ཡ་དེ་ད་ཕུར་པ་མང་པོ་ཡོད་པའི་ནང་ནས་པདྨ་དེའི་ནང་ནས་དེ་གི་ད་རིག་འཛིན་བདུད་འདུལ་རྡོ་རྗེ་དེ་དེ་གི།

ལ་རྟེན་འབྲེལ་ཡིན་པ་ལ་བརྟེན་ནས་ཅིག་རང་གི་མེ་ཏོག། ལྷ་བབས་ཀྱི་ལྷ་སྐལ་བསིལ་བ་ནང་བཞིན་བྱས་ཏེ། བདག་གི་ཀ་ཏོག་གི་ཆུ་རྒྱུན་དེ་ཚོ་ལ་རང་གི་ཅིག་དབང་ལུང་ཡོད་པའི་ཆ་ནས་རང་གི་ཅིག་གང་ལ་གང་འཚམ་ཅིག། བདག་གི་སྔོན་འགྲོ་ནས་བཟུང་སྟེ་ཉམས་ལེན་གང་ལ་གང་འཚམ་ཅིག་མཛད་པའི་ཆ་ནས་ད་ལྟ་ཡང་བདུད་འདུལ་ཕུར་བ་དེ་གཙོ་བོ་བྱེད་དགོས་པ་དེ་བསྟན། དེ་འདྲའི་ཡིན་དུས་དེ་བདུད་འདུལ་ཕུར་བ་དེ་ཕྱིར་ན་བདུད་འདུལ་ཕུར་བའི་རྩ་གཞུང་ལ་ཡང་རྣམ་གཅོག་པོད་དྲུག་ཟེར་ནས་གསུངས་ཡོད་པ་རེད་ཕུར་བའི་གཞུང་དེ་ལ།

པར་རྡོ་རྗེ་ཕུར་པ་མ་གཏོགས་པའི་དུས་སྙིགས་མའི་དུས་ཚོད་ཀྱི་དུས་ནི། ད་ཅི་གང་ཟེ་ཡུལ་དུ་གནས་སྐབས་ཀྱི་རྒུད་པ་དུ་སོ་བཟློག་དགོས་ན་བཞི་དགོས་ན་ཕུར་པ་མ་གཏོགས་པ་སྐབས་ལས་ཡོ་ཟེར་གྱི་འདྲ་བོ་ཅིག་དེ་འདི་གསུངས་ཡོད་རེད་ལུང་བསྟན་གྱི་ནང་ད་ལྟའི་ནང་བཞིན་ཨོ་རྒྱན་གུ་རུ་རིན་པོ་ཆེ་རེད་དྲ་ཡིན་ནའང་ང་ཚོ་བྱུང་རབས་ལོ་རྒྱུས་ཀྱི་ནང་ན་བ་ཡར་ཡང་ལས་ཤོར་ན་ཕེབས། དེ་ནས་ཡང་དག་གི་སྒོ་ནས་མཆོག་ཏུ་འཁོད་དུ་བསྒྲུབ་པའི་སྐབས་དེ་ལ་ཡང་འཕུར་བ་མེད་ན། བར་ཆད་གྱི་བར་ཆད་མང་པོ་ཅིག་གི་འོག་ཏུ་ལྷུང་ནས་དེ་ལས་བསྒྲུབ་མ་ཐུབ་པ་བྱས་ནས་ནི་ཁོང་གི་ཡང་དེ་ནས་འཕུར་བ་གི་རྒྱུ་དང་སྒྲུབ་ཐབས་མང་པོ་ཅིག་དེ་རྒྱ་གར་ནས་ཕྱིར་དུ་བླངས་ནས་དེ་ནས་ཅིག་ད་ཁོང་གི་གང་ཚེ་མཆོག་ཏུ་འཁོད་དུ་བསྒྲུབ་པ་ལ་ཡང་དེ་ནས་བར་ཆད་སེལ་བྱེད་ཀྱི་གཙོ་བོ་གི་གཉེན་པོ་དུ་འཕུར་བ་གི་བྱེད་པའི་ལོ་རྒྱུས་ཡོད་ར་ལ་འོ་དེ་འདྲས་ཅིག་ཡིན་པ་ལ་བརྟེན་ནས་འཕུར་བ་དེ་ཅིག་གང་ཚེ་དགོས་འདུག་གོ། ད་རྒྱལ་བ་ཐམས་ཅད་ཀྱི་མཐུ་སྟོབས་དང་ཕྲིན་ལས་གཅིག་ཏུ་འདུས་པའི་ལྷ་ལྷ་མཆོག་གཅིག་ཡིན་པ་ཙམ་མ་ཡིན་པར། དམིགས་བསལ་གྱི་དེང་སང་སྙིགས་མའི་དུས་སུ་དེ་ལ་གཅིག་རྒྱལ་འགོང་དམ་སྲི་ལ་སོགས་པ་དང་སྙིགས་མའི་རྒུད་པ་དུ་སོགས་བཞི་ཐབས་རྟོགས་ཐབས་ལ་དམིགས་བསལ་གྱི་ཕྲིན་ལས་ལྷ་མཆོག་ཕུར་བ་དེ་ལ་ཁྱད་ཆོས་གཅིག་ཡོད་པ་དེ་ལྟར་དངོས་གསལ་སྟོབས་པོ་རེད་བསམ་ནས་དེ་ལ་ཕུར་བ་གྱི་སྒྲུབ་བྱེད་འཇུག་ཚུལ་དགོས་པ་དེ་འདྲའི་རེད། ལགས་སོ། དེ་ནས་དེའི་ནང་ནས་ད་ལྟ་ངས་བྲི་བར་དངོས་པོ་དེ་ལྟ་བས་ན་བདུན་བདུན་རེ་དང།

ད་ཡང་ཅིག་ཁྱེད་རང་ཚོའི་གདོང་ན་ཕུར་པ་གཞན་དང་མ་འདྲ་བའི་མིག་ཟེར་གྱི་ཁྱ་ཆུ་ག་འདྲ་ཞིག་ཡོད་རེད། ད་ལྟའི་ཕུར་པ་དེ་ཤོར་ན་རེད་ལགས་སོ་ལ་ད་ཕུར་བུའི་རེད་ལགས་སོ་ད་ཤོར་ན་ཕུར་བུའི་ཅིག་འབྱུང་ཁུངས་ད་དེ་ཚོ་གང་དུ་བཏང་ན་ད་དེ་ཅིག་གང་ཕུར་བ་རྩ་བའི་རྒྱུད་དང་དེ་ནས་ཅིག་བཤད་པའི་རྒྱུད་ལ་སོགས་པ་ད་མང་པོ་ཅིག་ང་ཚོ་སྔ་འགྱུར་སྙིང་མའི། མ་ཧཱ་ཡོ་གའི་དམ་བཅའ་ཆེན་པོ་སྡེབ་སྦྱོར་བརྒྱད་ཀྱི་ནང་ནས་འཕྲིན་ལས་ཕུལ་བ་འཕྲིན་ལས་ཕུལ་བའི་རྩ་བའི་རྒྱུད་སྡེ་ནས་ནི་དེ་ནི་རྒྱུད་སྡེ་དེ་ནང་བཞི་འགགས་པས་ན་རྙིང་མ་རྒྱུད་འབུམ་ལ་སོགས་པའི་ནང་ལ་ཡང་དག་ཕུལ་བའི་རྒྱུད་ཀྱི་རྣམ་པ་སྒྲུབ་ཐབས་ཀྱི་རྣམ་པ་ཧ་ཅང་གི་དང་མང་པོ་ཡིན་པ་འདི་ད་ཆ་ཚང་ངམ་ཤིང་གསེར་ཡིན་གྱི་རེད་དེ་འདྲའི་རེད། དེའི་ནང་ནས་ད་བཀའ་བབས་པ་ངོ་མ་དེ་བདུན་དེར་ཕུལ་བ་ཟེར་གྱི་དེ་གཙོ་བོ་དེ་ལྷ་གི་ངོ་ནས་ལྷ་གི་བཤགས་རྒྱ་གི་རྣམ་པ་གི་དབང་དུ་བཏང་ན་ཡང་ཕུལ་བ་གཞན་དང། ཅུང་ཟད་མ་འདྲ་བའི་དབུ་རྒོད་གཤག་བཅོ་བརྒྱད་ཅན། དེ་ནས་ཡང་ཀུན་བཟང་ཕུར་པ་ཟེར་ནས་གཙོ་བོ་དེ་ནི་རིགས་བརྒྱུད་བདག་པོ་ཀུན་རྡོ་བཟང་པོ་ཡིན་པས་ཀུན་བཟང་ཕུར་པ་ཡིན་པ་ལ་བརྟེན་ནས་སྔོན་མ་སྨྱོ་ཞིག་མཁའ་རིན་པོ་ཆེ་ཡིན་ན་དེ་ལ་ཅིག་དམིགས་གསར་འདྲ་བོ་འདི་ཅིག་གང་ཟེ། ཀུན་བཟང་ཕུར་པ་མ་ཧཱ་ཡོ་ག་ཡིན་པའི་ནང་ནས་མ་ཧཱའི་ཨ་ཏི་འདྲ་བོ་ལ་གཏོགས་པ་རེད་ཟེར་ནས་ན་དེ་ལྟ་སྟེ་ལྟ་ན་ཕབ་དགོས་དེ་ལྟ་སྟེ་གོ་བ་ལེན་དགོས་པ་རེད་ཟེར་ནས་དེ་ནས་གསུངས་གི་ཡོད། དེ་འདྲའི་ཡིན་དུས་དེ་ཞབས་གཤག་གི་མཚམས་མ་ཞག་བརྒྱ་གི་རྣམ་པ་ཡིན་ན་དབུ་རྒོད་གཤག་བཅོ་བརྒྱད་ཅན་རིགས་བརྒྱུད་བདག་པོ་ཀུན་རྡོ་བཟང་པོ་ཡིན་པས

ད་ཕྱིན་འཛིན་ཡོང་པའི་སྐབས་ལ་ཤི་ན་ད་ངས་ཅིག་རྐང་ཟེར་ཆོ་ག་བཞི་བཙན་གྱི་དབང་དུ་བཏང་ན། ད་ལྟ་ང་ཚོས་འཚོགས་ཀྱི་ཡོད་པ་འདི་ཅིག་ཁྱི་ཚོ་གཉིས་ཀྱི་རྩ་བཞིའི་རང་ལ་སྙིམ་པ་རྒྱུན་མ་ཆད་པ་འདྲ་བོ་དང་དེ་ནས་སྒྲུབ་པ་ཆེན་པོའི་ལག་ལེན་གྱི་ཅིག་རྡོ་རྗེ་འཚམས་པ་ལ་སོགས་པ་བཙུགས། ཕྱི་མཚམས་ནང་མཚམས་གསང་མཚམས་ལ་སོགས་པ་བཅད་ནས་ནི། འོ་དེ་འདྲའི་གི་སྒོ་ནས་ནི་ཅིག་ལས་རིམ་མང་པོ་ཅིག་སྒྲུབ་པ་ཆེན་པོའི་ཡན་ལག་བྱས་ནས་ནི་བཙུགས་ཡོད་པ་ཅིག་མ་རེད། ལགས་སོ། མ་ཡིན་དེ་འདྲའི་སྒྲུབ་ཆེན་ཅིག་མ་ཡིན་པ་འདྲ་བོ་རེད། ཡིན་ན་གང་ཟག་དགུ་བཙན་གྱི་དབང་དུ་བཏང་ན་ཆོ་ག་རང་གི་ནང་ན་ཡང། བསྙེན་པ་བསྙེན་བསྙེན་སྒྲུབ་པ་སྒྲུབ་ཆེན་འདི་བསྙེན་སྒྲུབ་ཆ་ཚང་ཡོད་པ་ཡིན་དུས་གང་ཟག་རང་གི་ངོ་ནས་སྒྲུབ་ཆེན་ལ་འགྱུར་སྲིད་ཀྱི་རེད་བ་ན། དེ་མ་གཏོགས་སྤྱིར་ན་སྒྲུབ་པ་ཆེན་པོ་ཚུལ་དང་ལྡན་པ་ཟིག་དགོས་ན་ཡང་ཐབས་ཤེས་ཡང་དེ་ནས་གྲངས་ཀ་མཉམ་མཉམ་པོ་གི་སྒོ་ནས་ད་ལྟའི་སྐོར་ཚུལ་ལྡན་དེ་ལྟར་སྒྲུབ་པ་ཆེན་པོ་ལ་ད་རུང་ཅིག་མུན་སྒྲུབ་ཟེར་གྱི་འདྲ་བོ་དང་དེ་ནས་ད་ཅིག་གང་ཟེར་དགོས་འདུག་གོ་ཅིག་ཚོགས་སྒྲུབ་ཟེར་གྱི་འདྲ་བོ་དང་ད་དེ་ལ་ཅིག་གཟུགས་བརྙན་ཙམ་གྱི་སྒྲུབ་པ་ད་དེ་འདྲའི་མང་པོ་ཅིག་ཡོད་ར་ལ། རེད་དེ་འདྲ་ཡིན་ནའང་ལ་འདི་གཅིག་སྒྲུབ་པ་ཆེན་པོ་གི་དེ་ནི་ཆ་ལག་ཆ་ཚང་ཚང་བ་འདྲ་བོ་དེ་འདྲའི་མ་ཡིན་པའི་གྲུབ་མཐའ་མཛད་རྒྱུ་དེ་ཡིན་པ་དེ་ང་ཚོས་ཤེས་དགོས་ཀྱི་འདུག་ག་ལགས་སོ། དེ་འདྲའི་མཚམས་མོ་ཡིན་ན་ཉིན་མཚན་མེད་པར་བསྙོན་སྐྱོན་མ་གོ་བར་ཕྱི་ལོག་ན་རྡོ་རྗེའི་མཚམས་པ་དེ་ནས་དེ་ནས་ཁོང་ཕྱི་མཚམས་ནང་མཚམས་གི་མི་ཡོང་ནའང་ལ་གཅིག་དེ་ནས་ཕྱུགས་དུག་བྲག་གསུམ་ལ་སོགས་པ་བྱས་ནས་མ་གཏོགས་མི་དང་དེ་ནས་དམག་གསར་པ་དང་འབྲེལ་མི་ཆོག་པ་འགྲོ་ཕྱོགས་གང་ལ་སླེབས་མི་ཆོག་པ་དེ་འདྲའི་གི

དེ་ནས་རིག་པའི་ཕུར་བུ་ཆོས་ཀྱི་དབང་ལ་བཏབ་པ་བྱའོ། དེ་ལྟ་བུའི་ན་ང་རང་གི་བསམ་ཚུལ་སྒྲོག་རྒྱུ་ཡིན་ན་ཏུ་ཕར་སྐྱེལ་མི་སྐྱེལ་པ་མིག་སྨན་ཡིན། རྫོགས་ཆེན་ཨ་ཏི་ཡོ་གའི་ལྟ་བ་དང་ཕར་ཕྱིར་དེ་ནི་སྒོམ་མཐུན་པ་རེད་བསམ་གྱི་ཡོད། ཐེག་གསུམ་གྱི་དགོངས་པ་དང་ཁྲིད་སོང་ན། དེ་ནས་བྱང་སེམས་ཕུར་བུ་གཡེམ་གྱི་མཁའ་ལ་བཏབ་སྟེ་ཡོང་པའི་སྐབས་ལ་ན་ད་ལྷ་གི་ངོ་བོ་ཡང་དཔེར་ན་དེ་ནི་ཡབ་ཡུམ་ཐབས་ཤེས་ཟུང་འབྲེལ་ཡིན་པ་གཅིག་དང། ཕུར་བ། བུ་དོ་དམ་པའི་རྒྱུད་ཀྱི་སྐབས་ན་ཡང་དེ་ལས་ཐབས་གྲོལ་གཉིས་ཀྱི་ལམ་ཡོད་པ་དང་དེའི་ནང་ནས་ཐབས་ལམ་ལའང་གཞུག་གྲོལ་གཉིས་ཀྱི་ལམ་ཡོད་པས་དེ་ལས་ཚང་ལམ་མ་ནོར་བ་ཡོད་པ་ཅིག་ཡིན་པ་ལ་བརྟེན་ནས་ནི་དེ་ནི་ཡང་ཟེར་བ་ལ་གཞོལ་བའི་འཕྲིན་ལས་ཏེ། གཞོལ་བའི་ལས་དེ་རྒྱ་ཆེར་བསྟན་ཡོད་པ་རྒྱ་ཆེར་བསྟན་ལ་ཐབས་ཡོད་པ་ལག་ལེན་ན་ཐབས་ཀྱི་ཡང་གསར་སྐྱེས་ཀྱི་སྒོ་ནས་ཡོད་པ་དེ་འདྲའི་ཅིག་ཡིན་པའི་ཆ་ནས།

གང་ཚེ་སྣང་སྲིད་རྟག་པ་རབ་འབྱམས་ཀྱི་ཕུར་བུ་རེད་པ་ནི་བསྐྱེད་རིམ་ཕུར་བུ་བསྐྱེད་རིམ་གྱི་ཕུར་བུ་མ་དག་དབྱིབས་ནི་འགྲོ་བ་ལ་བཏབ་ཟེར་གི་རེད་བ་ནི་དེ་ནི་ད་མ་དག་པའི་སྣང་བ་ཅིག་ང་ཚོ་དེ་ནི་རང་བཞིན་གྱི་རྔམ་རྔམ་ཤིག་གིས་བག་ཆགས་ཀྱི་དབང་གིས་དེ་ནི་བཤད་ན་ཡོད་ཚད་ཐམས་ཅད་སེམས་ཀྱི་རང་བཞིན་དེ་ད་སེམས་ཙམ་པ་ཡན་ཆོད་ཀྱི་ནི་དེ་ནི་ད་ཕྱི་རོལ་ན་མེད་པ་ཕྱི་དོན་མི་ལྡོག་པ་གཅིག་པ་རེད་བ་ནི་དེ་ནི་གི་ནི་རིམ་པ་བཞིན་དུ་ཅིང་གསང་གི་རྡོ་རྗེ་ཐེག་པའི་སྐབས་ལའང་དེ་ལྟར་གཅིག་པ་རེད་དྲན་ནས་ད་ཡིན་རུང། ཞི་དོན་གཅིག་གཡོ་སྒྱུ་མའི་ནང་ལ་དག་ཞི་དོན་ལྟར་དུ་སྣང་ལེགས་ཟུང་འཛིན་གྱི་རྟོག་པ་ཅིག་ཏུ་བཏབ་སྤྲ་ཡིས་པ་ཅིག་འདི་ན་སྣང་འདི་ག་ཡོད་པ་འདི་འདི་ཡང་ཁོའི་ནང་གི་མདོ་ཕར་ཕྱིན་བཏབ་པའི་སྐབས་ལ་གཟུགས་སྟོང་པ་བོར་སྟོང་པ་ཉིད་གཟུགས་སོགས་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་གཟུགས་གཞན་མ་ཡིན་ཟེར་བ་ནང་བཞིན་གསང་གི་རྡོ་རྗེ་ཐོགས་པའི་སྐལ་བ་ཁྱེད་ཀྱི་མཁྱེན་བཞིན་པ་རེད། མུ་ནི་ཞལ་ཚོགས་ན་འདི་ལྟ་སྟེ་སྣང་བ་འདི་ལྷའོ་ལྷར་སྟོང་བ་ཉིད་ལྷ་ཆེན་པོའི་སྣང་བའོ་སྣང་བ་ལས་ལྷ་གཞན་མ་ཡིན་ལྷ་ལས་སྣང་བ་གཞན་མ་ཡིན་ཟེར་རྒྱུ་གཅིག་ལ་གཏན་ལ་ཕབ་འགྲོ་གི་ཡོད་རང་ལ།

ད་ལྟ་ད་སྒྲོལ་བ་ཡིན་ནའང་སྒྲོལ་བའི་འཕྲིན་ལས་དེ་དང་པོ་རང་གི་སྒོ་ནས་བསྙེན་སྒྲུབ་ལེགས་གསུམ་གྱི་སྒོ་ནས་སྒྲུབ་པ་ཚད་ལྡན་གྱི་སྒོ་ནས་ནུས་པ་ཐོན་ཚར་བའི་རྗེས་ནས་ད་རྒྱུད་དུས་སུ་སྙིང་རྗེ་ཆེན་པོའི་ཀུན་ནས་བསླངས་ཡོད་རྣམས་འབྲས་དུས་སུ་གཞལ་དྭངས་ཀྱི་རྣམ་པ་གཞལ་དྭངས་རྡོ་རྗེ་ཟེར་གྱི། གཞལ་དྭངས་རྡོ་རྗེ། རྒྱུའི་ཀུན་སློང་སྙིང་རྗེ་དུས་གཅིག་ཏུ་སློང་གཞལ་དྭངས། གཞལ་དྭངས་ལ་གཞལ་དྭངས་ཟེར་ན་ངོས་ནས་དྲངས་རིགས་ཚིག་པ་ས་བཞག་པ་གཅིག་མ་རེད་གཞལ་དྭངས་ཀྱི་ངོ་བོ་མེ་ལོང་ཡེ་ཤེས་མེ་ལོང་ཡེ་ཤེས་ཀྱི་རང་བཞིན་སྤར་རྡོ་རྗེ་བྱོན་ནས

ད་ལྟའི་རང་རྣམ་པར་གྱི་བྱ་བཏང་ཡིན་ན་འཛམ་གླིང་གི་བཞི་བདེ་རེད་པ་ལ་བཞི་བདེ་ལ་གནོད་པར་བྱེད་པ་འཛམ་གླིང་གི་མིའི་སེམས་ཁམས་ལ་གནོད་པར་བྱེད་པ་བཞི་བའི་སྒོ་ནས་ཅི་ལྟར་དེ་ནས་ཐབས་བདག་ནི་བཀོད་པ་ཞིག་ནའང་ནི་འགྲུབ་མི་ཐུབ་པའི་དེ་འདྲའི་གཅིག་རེད་བ་ད་ལྟ་སོ་ཐམས་ཅད་ཀྱི་སེམས་བརྒྱུད་ཀྱི་ཉོན་མོངས་པ་དེ་ང་ཚོས་བསྒྲལ་དགོས་པ་འདུག་བ་ངོས་བཤད་ན་སེམས་བརྒྱུད་ཀྱི་ཉོན་མོངས་བ་བཞི་སྡང་དུ་བསྒྲལ་ཐུབ། འདོད་ཆགས་དུ་བསྒྲལ་ཐུབ་ཕྲག་དོག་དུ་བསྒྲལ་ཐུབ་སོང་ན་དེ་ནས་དེའི་མིའི་ཕུང་པོ་དེ་གང་གང་དཀོན་གང་ཉེས་པ་ཡོད་མ་རེད། ཡུལ་གཙོ་ཡི་ནི་རབ་ཏུ་མགྱོགས་པ་དེ་ཆུ་རྣམས་ཀུན་གྱི་སྣ་ལ་ཡིད་འགྲོ་ཟེར་བ་ནང་བཞིན་འདྲ་ལུས་འགགས་གཉིས་ཀ་གཉིས་པ་བཅས་པ་མ་ཡིན་ན་དེ་ནས་བཟུང་སྟེ་གཙོ་བོ་གཙོ་བོ་དེ་ང་ཚོས་དེ་ནས་སྒྲར་དགོས་པ་དེ་ངོ་མ་ཕེར་བའི་གཟིར་དགོས་པ་དེ་སྒྲ་དགག་གི་རྣམ་པ་དུ་ཇི་ལྟར་བསྒོམ་ན་ཡང་དོན་ལ་ད་མདོར་ན་གཅིག་གང་ཟེར་གོ་སྒྲ་བའི་གཞང་བཅུ་མཉམ་པ་བདུན་ལ་སོགས་པའི་སེམས་ཀྱི་ནི་བཞུགས་པའི་ཉོན་མོངས་པ་དེ་ང་ཚོས་དེ་ནས་སྒྲར་དགོས་པ་དང་ལྡོག་དགོས་པ་དང་བསལ་དགོས་པ་དང་དམ་སྣ་ཁྲག་འཕང་གསུམ་ལ་སོགས་པའི་འཕྲིན་ལས་གང་ཞིག་ནི་དེ་ནས་ཕུར་ཏོག་སྟོང་གི་ཕུར་བག་གཟིར་ས་ངོ་མ་བ་དང་དེ་ལས་བསམ་པའི་ཡོད་ན། དེ་ནས་ངས་དེ་ལ་དེ་ག་ཡང་ང་རང་གི་ཅིག་ཁ་སྣོན་བྱེད་ཅེས་བསམ་སོང་བར། ད་ལྟ་རིན་པོ་ཆེ་འདས་སོང་རེད་ད་དེ་ག་ཕོར་པ་མཐར་མཇལ་རྣམ་པ་བཞི་གི་མཐར་མཇལ་རྣམ་པ་བཞི་གི་ཕོར་པ་དེ་ད་ཚང་མ་དུས་ཀྱི་ཕོར་པ་དེ་སྦྲ་བཀག་ལ་དལ་བ་དེ་ཁ་ཁ་བྱས་ནས་གོང་མ་གསུམ་དེ་ཡོ་ག་གསུམ་ལ་སྦྱར་འོ་རེད་ལགས་སོ། ངས་དེ་ན་ད་དེ་ལྟ་བུའི་གི་ཁོ་རང་ད་ཡིན་གཅིག་མིན་གཅིག་དེ་ཁོ་ན་ཡིན་སྐུ་གསུང་གི་ཡོད་མ་རུ་བ་རེད་ལགས་སོ། དེ་ན་སྒོ་བསྟུན་དུ་སྒོ་ནས་འབྲེལ་ཆོག་པ་ཡིན་ཅིག་ད་དེ་གི། ད་ཚིག་གཅིག་བསྡུས་དང་མཐར་གཏུགས་སྟོན་ཟེར་བ་ལྟར་དུ་སྔགས་ཚང་མ་མཐར་གྲུབ་ཚུལ་བཞེས་ཡོད་རེད།
དེ་གསུང་སྟངས་དེ་དཔེ་མི་ཚབ་ཡག་པོ་ཟེར་ན་འདྲ་དཔེ་ཡ་མཚན་ཆེན་པོ་ཟེར་ན་འདྲ་ང་ཚོ་སྟོན་རྣོ་བོ་པ་དཔེ་མིག་སེར་ཞིག་རེད་བསམ་འདུག་གང་ལ་ཟེར་ན། ང་སྔ་མོ་ཆུང་ཆུང་སྐབས་སུ་ད་ང་ཚོ་ཕུར་པ་དང་ཡོངས་གྲགས་ཚང་མས་མགོ་ལ་ནག་གི་རེད་བ། དེ་ནས་ང་ཐ་མ་གཅིག་ལ་མང་ཀོང་ཟེར་གཅིག་བ་ལ།

རིགས་བཞི་སྐུ་ལམ་ཁྱད་བཞི་ལགས་སོ།
དེ་ནས་ད་ཁྲོ་རྒྱལ་བཅུ་གཟགས་གསོད་གཟའ་བྱིན། ཕ་བརྒྱུད་གསོ་བྱེད་མ་བརྒྱུད་ཁྲལ་བསྟབ་ཉེར་གཅིག་དེ་ནས་སྒོ་མ་བཞི། དེ་ནས་ཕུད་གྲོང་བཅུ་དྲུག་དབང་བཤིག་ཉེར་བརྒྱད་ལ་སོགས་པའི་ད་ཕུད་གྲོང་གི་ལྷ་ཚོགས་དུ་སོ་ཆ་ཚང་ཁར་ཚང་འདི་ན་ང་ཚོ་ཕུད་གྲོང་ཡོད་ན་ཕུད་གྲོང་ཡོད་པ་དུ་ནང་བཞིན་བྱས་ནས་བཀོད་ཀྱི་ཡོད་པ་ཅི་རེད་ལགས་སོ།

གྲྭ་མ་ཞིག་དྲི་མ་འགྱུར་བ་དེ་འདྲའི་འདུག་ཡོད་རེད་ཟེར། འོ་དེ་གདན་ས་བརྒྱབ་ད་དེ་ནས་དེ་ནས་སྨོན་ལམ་བསོད་ནམས་རྒྱལ་མཚན་དང་རྣམ་འཕྲུལ་བཟང་པོ་ལ་སོགས་པ་རིམ་པ་བཞིན་དུ་སློབ་མ་སློབ་དགེར་འབྱོར་ནས་ནི། ད་དེ་ནས་འཕགས་པ་རོལ་པའི་ཕྱོགས་དང་དེ་ནས་གཏམ་འཁྲུགས་ལུང་པ་གི་ཟབ་ཕྱོགས་མང་པོ་ཅིག་ལ་རྒྱལ་བ་དཀའ་ཐུབ་པའི་གཏམ་པ་འདི་ཚོ་དེའི་སྐབས་ལ་ཧ་ཅང་གི་ཁྱད་དར་ཡིག་དར་འགྱུར་བའི་ལོ་རྒྱུས་གྲགས་ཀྱི་ཡོད་རེད་ལོ་ག་ཚོད་ཐོན་གྲབས་ལ། ད་ལྟའི་བར་ཁྱེད་བཞག་ལ་ཡེ་ཤེས་འབུམ་པ་གི་སྐབས་ཡིན་དུས་ད་དཀའ་ཐུབ། ཡི་ཤི་ཀ་ཏོག་ཡི་ཤི་མི་པ་མ་རེད་ད་དུས་བཤིས་ཡིན་གོ་དུས་དེ་ཕར་སྐྱེར་དུས་བཤིས་ཡིན་ས་རེད་དེ་དུས་གཅིག་གི་སྐབས་ལ་ཡིན་ས་རེད་དེ་ནས་ད་ཁོང་དམ་པ་དེ་སོགས་ཧ་ཅང་གི་དར་ཁྱབ་འདི་བྱུང་སོང་ད་ད་ང་ཚོ་དེ་ནས་འགྲིག་གི་ཡིན་ན་གཅིག་སློབ་འབྲིང་ཆུང་འབྱུང་ལ་སོགས་པ་དང་དེ་འདྲའི་གི་ནང་ལ་དར་ཁྱབ་ཆེན་པོ་འདྲ་རྫི་གོང་ན་ཡིག་གཟུགས་ཡོད་པ་རེད་འཁོད་ཡོད་པ་དེ་འདྲའི་གཅིག་རེད། ལོ་རྒྱུས་གསུང་རབ་ཀྱི་ནང་ལ་འཁོད་ཡོད་པ་དེ་འདྲའི་ཞིག་རེད། དེ་ནས་ད་རྗེས་ནས་དེ་ནས་རིམ་པ་རིམ་པ་བཞིན་དུ་ད་ག་ཏོག་གི་གཏམ་པ་དེའང་ད་གཅིག་གང་ཟིག་གོ་རེ་བོ་ད་གཅིག་མཉམ་རེར་དུ་འགྲོ་བ་དེ་འདྲའི་ཞིག་རེད་མ་ཡང་ཡིན་ན་ལ་ལ་ཙི་ཀི་དེ་ནས་ཡང་ལོ་རྒྱུས་ལ་ལ་ཞིག་གི་ནང་ན། ཞབས་དྲུང་ངག་དབང་རྣམ་རྒྱལ། ད་དེ་ང་ཚོ་ལྷོ་མོན་གྱི་ཡུལ་དེ་ལ་ཕེབས་ནས་དེ་ནས་ད་གཅིག་གང་ཟིག་གོ། དར་འགྲོས་དང་དར་འགྲོས་དེ་ནས་དོན་རྒྱ་ཆེན་པོ་ཅིག་མཛད་ཡོང་པའི་སྐབས་ལ་བླ་མ་ཁག་ལྔ་ཟིག་གིས་འདྲ་བོ་ཅིག་དེའི་སྐབས་ལ་ནི་ད་གཅིག་གང་ཟིག་ཁོ་བོ་ཞབས་དྲུང་གི་དབང་དུ་འདུ་མ་འདུ་འདྲ་བོ་ཞིག་ཡ་དེ་ཟིག་ཅིག་ངོ་རྒོལ་སྒྲོག་བཤད་མཁན་གྱི་ལྟེ་གྲས་ཅིག་ཡོད་པའི་ལོ་རྒྱུས་ཅིག་ཡོད། ད་ལ་ལ་གི་དེའི་ནང་ལ་དགའ་དོག་པ་བཙུགས་འདུག་ག་ལ་དེ་ཡིན་གྱི་ཡོད་མ་རེད་ད་ལྟ་རྗེ་མཁན། དེ་ནས་ཁྲི་རབས་དྲུག་བཞི་རེ་དགུ་པ། ད་གང་ཟེ་རྗེ་དགེ་འདུན་རིན་ཆེན་གྱི་ཁོང་གི་སློབ་འབྲིག་ཆུ་འབྱུང་གི་ནང་ལ་གསར་བུ་ཡོད་པ་རེད་དགའ་དོག་པ་དེ་གང་ཟེ་བླ་རབས་དེ་བླ་མ་ཁག་ང་གི་ནང་ལ་ཡོད་མ་རེད་མེད་པའི་རྒྱུ་མཚན་གྱི་གསར་བཤད་དེ་ཡང་དགའ་དོག་པའི་གདན་ས་དེ་རང་ནང་པར། དེ་ནས་ཤ་ལ་བྲག་ལ་སོགས་པ་ད་མང་པོ་ཅིག་ཡོད་རེད་གདན་ས་དེ་ཚོ་ཡང་ཉམས་མེད་ལ་དེའི་གདན་ས་གི་ཆོས་རྒྱུད་འཛིན་མཁན་གྱི་དེ་ནས་མི་དེ་གི་ནང་ན་ཡང་ད་རུང་གངས་ཅན་གངས་རི་བོ་ད་འགྲིག་པའི་ཡིན་ན་བློ་མཆོད་རྩིས་ལབ་གི་ཡོད་རེད་ང་ཚོ་ནི་དེ་ནས་དུས་མཆོད་དྲ་བོ་དེ་འདྲའི་འཛིན་མཁན་རྣམས་གི་ཡང་ད་རུང་དཀའ་ཐུབ་པའི་དེ་ནས་བཀའ་བརྒྱད་ལ་སོགས་པ་དེ་འདྲའི་མང་པོ་ཟིན་ཏེ་ཉམས་ལེན་ལག་ལེན་བསྟར་གི་ཡོད་རེད་དེ་མ་ཡིན་པའི་སྔོན་མ་ཞབས་དྲུང་གི་སྐབས་ལ་ཡ་གཅིག་གངས་ཅན་གངས་རི་བོ་ངོར་སྒོར་སྒྲོག་བྱེད་མཁན་གྱི་རིགས་དེ་ཐམས་ཅད་ཕར་ཆེར་གདན་ས་གི་ནས་ཕར་ཆེར་རྩ་མེད་འགྲོ་ཚར་བ་རེད་དེ་ལ་ལྟ་ན་དཀའ་ཐུབ་པ་ད་དུང་བླ་མ་ཁག་ཁག་གི་ནང་ན་མེད་ཟེར་ནས་ཁོང་གིས་གསལ། གསལ་རྟགས་ཆོད་པའི་སྒོ་ནས་སྒྲུབ་བྱེད་དང་བཅས་པའི་སྒོ་ནས་གསུངས་ཡོད། ད་གང་ལྟར་ཀྱང་དེ་ལ་ལྟ་ན་ནི་ཐོག་མ་ནས་དེ་བཞི་བཀོད་པའི་རྒྱུ་མཚན་དེ་ཐོག་མ་ནས་ད་བར་དུ་དེ་གཅིག་གང་ཟེར་གཅིག་ཕྱག་བཞིའི་འཕྲིན་སྒྲུབ་ཀྱི་སྐོར་ཡིན་ན་འདྲ་ཉམས་ལེན་གྱི་སྐོར་ཡིན་ན་འདྲ་གཅིག་བཀའ་གཏེར་གྱི་ཉམས་ལེན་གང་ཡིན་རུང་དེ་འདྲའི་ལག་ལེན་བསྟར་བ་ཡོད་ས་རེད་ད་ད། འོ་དེ་འདྲའི་སྤྱི་བདེ་དེ་ད་ད་ད། དཀའ་ཐུབ་རིན་པོ་ཆེ་ཡ། ཐར་པ་ལའང་ཟེ་ས་ན་བཞུགས་ནས་ད་ཚེ་དང་སྒྲུབ་པ་མཉམ་སོང་བའི་བླ་མ་སྐྱེས་ཆེན་དམ་པ་ཅིག་ཡོད་བ་རེད་ད། ཕྱུག་བཞིན་འདར་བ་བཞིན་འཛམ་མཁན་ད་ནང་རྟོག་གི་ཡོན་ཏན་ཁྱད་པར་ཅན་ཡིན་གྱི་རེད་ཨང། འོ་ཁོང་དེ་འདྲས་ཡོད་བ་རེད་ད་ཁོང་དང་དེའི་རྗེས་ནས་ད་སྨྱོ་ཅི་མཁན་རིན་པོ་ཆེ་ལ་སོགས་པ་རྗེས་ནས་དེ་སྒེར་སེར་རིན་པོ་ཆེ་འདི་ལ་ཕེབས་པ་རེད་ད་དེ་ནང་བཞིན་གྱི་དཀའ་རྟོག་གི་སྐྱེས་ཆེན་དམ་པ་མང་པོ་ཅིག་ད་འབྲུག་དང་ཕན་ཚུན་འདི་ལ་ཕེབས་ནས་ཅིག། ཆོས་དམ་ཚིག་གི་འབྲེལ་བ་འདྲ་ཧ་ཅང་གི་ཟབ་མོ་རེད་དེ་ནས་ལྷག་པར་དུ་འབུམ་ཐང་བཏང་ཟེ་ས་དེ་ན་ནི།

འོ་དེ་འདྲ་ཅིག་ཆགས་འདུག་ཡོད་པ་རེད་ད་དེ་དང་དེའི་ནང་བཞིན་གྱི་ཅིག་དགའ་ཐོག་གི་ཆེ་འདམ་པ་མང་པོ་ཅིག་འདུག་ལ་ད་དེ་རང་རྣམ་པར་ཡིན་ན་ད་དགའ་ཐོག་གི་དམ་པའི་བདག་པོ་དགའ་ཐོག་སི་ཏུ་རིན་པོ་ཆེ་རེད་ཁོང་ཡིན་ན་ད་ཁོང་ནས་དེ་རེད་འོ་འདི་ན་ད་ཁོང་སྐུ་འཁྲུངས་ས་ཡང་དེ་རེད་ཡབ་ཡིན་ན་ད་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་གི་དོང་སྤྲུགས་འོ་དེ་འདྲ་ཡིན་པ་དེ་ནི་ཡུམ་ཡིན་ན་ནི་འབྲུག་རྒྱལ་གཉིས་པ་གི་སྲས་མོ་གི་དེ་ནི་ད་ཁོ་སྲས་ཡིན་པ་ཏི་འདྲི་བྱས་ནས་ནི་ད་ཁོང་དེ་ན་སྐུ་འཁྲུངས་ནས་འཚོ་ཞིང་བཞུགས་འདུག་གི་བ་རེད། ཨོ་ཏི་འདྲི་བྱས་དེ་ཀ་ཏོག་གི་སྐྱེས་བུ་དམ་པ་མང་པོ་ཅིག་དེ་ནས་འབྲུག་ལུང་པ་ན་སྔོན་ནས་ད་བར་དུ་ཆོས་དམ་ཚིག་གི་འབྲེལ་བ་ཟབ་མོ་རེ་རེད་དེ་ད་ལྟ་བཞུགས་དགོས་པ་དེ་གཙོ་བོ་དེ་ནི་བདུད་འདུལ་ཕུར་བ་གི་སྒྲུབ་པ་སྒྲུབ་ཆེན་ཚོགས་ཡོད་མེད་དུ་རྐང་གཅིག་སྔ་མ་འོང་གི་སྔོན་ལ་ཡག་པོ་བྱེད་ངེས་གསལ་ཐག་ཆོད་པ་ཞིག་ཧ་གོ་གི་མེད་ད་ང་སླེབས་པ་ནས་བཟུང་སྟེ་དེ་ནི་བདུད་འདུལ་ཕུར་བའི་སྒྲུབ་ཆེན་དེ་ལོ་དུས་བཞི་འདི་ནི། འགྲིག། དང་འགྲིག་རྒྱ་དངོས་པདྨ་དབང་རྒྱ་རིན་པོ་ཆེ་ཁོང་གི་གཅིག་གི་ཚེ་འཛད་པ་འཕྲིན་ལས་དང་དེ་ནས་རྒྱལ་ཁབ་ཀྱི་ཞི་བདེ་ལ་དམིགས་ནས་ནི་སྔོན་མ་ནས་ད། གཞུང་འབྲེལ་གྱི་བཀའ་ཤག་དང་ཚོགས་པ་གི་ཐོག་ནས་ད་སྔོན་མ་དྲག་ཤུགས་སྐར་མ་གས་ལྷ་སྲས་ཀྱི་བྱིས་པ་རེད་ད་ཁོང་ཡིན་ན་ཁོང་ཧ་ཅང་གི་དེ་ནི་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་ཡབ་སྲས་ཀྱི་དེ་ནི་སློབ་མ་མཆོག་ཏུ་གྱུར་པ་ཅིག་རེད་དེ་མཁས་འཇུག་དཔེ་ཆེན་པོ་ཅན་རེད་འོ་ད་ཁོང་གི་ཡིན་ན་ཅིག་དམིགས་བསལ་གི་དེ་ནི་ང་ལ་ཅིག། བཀའ་འགྲོ་བོ་གནང་ནས་ནི་ང་ཚོས་ད་འདི་འདིར་ཕེར་བའི་སྒྲུབ་ཆེན་འདི་ཡང་སངས་རྒྱས་རྫོང་ནས་བཟུང་སྟེ་ཚབ་ཤོག་སོ་སོ་སོ་སོའི་ད་མོ་ནང་ཡ་མ་ལུང་རེ་བཀང་ན་ཡང་དེ་ནས་གནས་ཆེན་དེ་ཚོ་ནས་འཚོགས་འཚོགས་ས་ཡོད་ནི་རེད། ད་དྭངས་གཙང་ཡིན་ན་ད་ལྟ་ང་ཚོ་འདི་དགོན་པ་དེ་ལོ་འགའ་རེའི་ནས་གི་ནི་ད་ལྷ་བབས་བདེ་ཆེན་དང་འབྲེལ་བའི་སྒོ་ནས་ད་སྒྲུབ་ཕྲན་ཅིག་བཏང་ནས་སྒྲུབ་ཕྲན་དང་འབྲེལ་བའི་སྒོ་ནས་དེ་ནི་གེ་སར་གི་སྒྲུབ་མཆོད་ཅིག་དང་འབྲེལ་བའི་སྒོ་ནས་འདི་འདྲའི་འཚོགས་ཀི་ཡོད་པ་ཅིག་རེད་ལགས། འོ་དེའི་སྔོན་ལ་དེ་དེ་དང་གསར་བུ་གཅིག་ཡོད་མེད་མི་ཤེས་རེད་ད་ང་དེ་ལ་སླེབས་པ་ནི་ད་དུང་དེ་ཕོར་པ་ཉོ་བཞིན་ཁ་རིན་པོ་ཆེ་ཡང་ཁོང་མ་ཁོང་དེ་ལ་ཕེབས་ནས་ནི་ད་ཡིན་གཅིག་མི་གཉིས་ཁོང་ལོ་ཉི་གསུམ་བཞི་བཞི་བཅུ་གི་རིང་ལ་གདོན་འདིར་ཕུར་བ་གཅིག་གཅིག་འདོན་ས་ལ་སླེབས་མ་མྱོང་ཕ་ཡུལ་ན་ཡོད་པའི་སྐབས་ན་དཔེ་གདོན་འདིར་ཕུར་བ་དེ་བྱིན་རླབས་ཆེན་པོ་རེ་འདོན་གི་ཡོད་དན་དྭངས་གཙང་དུས་འཁྲུག་ད་དེ་འདྲི་གི་གཅིག་དཀའ་ངལ་ཆེན་པོ་ཡོད་ར་ང་ཚོའི་འཛམ་གླིང་འཁྲུག་ཆེན་གསུམ་པ་སུ་ལང་མི་ལང་གི་སེམས་ན་ད་མི་རྣམས་ཀྱི་སེམས་ནང་གཅིག་རྟོག་པ་ཡོད་ར་ལ་དེ་འདྲི་ཡིན་ནས་བཟུང་སྟེ་གདོན་འདིར་ཕུར་བ་དེ་རིགས་འཛུར་གདོན་འདིར་གཏོར་རྒྱུ་ཕབ་ཡོང་དུས་ནང་ན་གཅིག་གཏོར་བསྡུས་པའི་དམག་དཔུང་དགྲ་ལ་དོགས་ཟེར་བ་རྣམས་ཞིག་སྒྲ་བཟློག་དང་དམག་བཟློག་པ་སྤེལ་ཡོད་པ་ར་ནི། ཡོད་རེད་ཡོད་རེད་ཁོང་དམིགས་བསལ་གཅིག་ཡོད་རེད་ཁོང་གི་ཕེབས་དགོས་པའི་རྒྱུ་མཚན་དེ་དེ་འདི་དེ་རང་ནང་པར་འཛམ་གླིང་ལ་ཆེ་གི་དམག་འཁྲུག་གི་ཉེན་ཁ་འགྲོ་ཐུང་གནང་པའི་སྐབས་ན་དམིགས་བསལ་གི་ཡང་དོན་དེར་ཕེར་བ་ལམ་འཕྲིན་ལས་གི་སྣོ་སོགས་འགྲོ་གི་འདུག་གོ་ར་བོ་ཀ་བ་སྟངས་འགྲོ་དགོས་པ་དེ་རྒྱུ་མཚན་ཡོད་རེད་དེ་ཡིན་དུས་ཉོ་ཤིང་ཁ་རིན་པོ་ཆེ་སྔོན་མ་ང་ཏང་ནང་ཡོད་པའི་སྐབས་ཁོང་དེ་ལ་ཕེབས་ཉིན་དེ་ཁོང་དབུ་བཞུགས་པའི་ཐོག་ནས་ངས་ཧམ་ཟ་བྱས་ནས་ནི་ང་ཚོ་སྡོད་འདིར་ཕུར་བ་འདྲ་དེ་ནས་འདོན་ནས་དེ་འདྲ་བྱས་པ་ཡིན། ད་དེ་རྗེས་ནས་གི་ནས་དེ་རིམ་པ་རིམ་པ་བཞིན་དུ་ད་སྡོད་འདིར་ཕུར་བ་དེ་ལོ་རེ་བཞིན་དུ་ལོ་རེར་ད་ལྟ་ལོ་མཚོན་ན་མ་ཕེང་ནས་སྒྲུབ་ཆེན་གྱི་ཁ་ཚང་ག་ཉིན་འཚོགས། སྒྲུབ་ཆེན་དེ་ལ་སྒྲུབ་ཆེན་ལ་ཡང་ཅིག་ང་ཚོས་ད། ཅིག་གང་ཟེར་དགོས་འདུག་མཁའ་སྤྲོ་བཤད་སྤྲོ་འདྲ་བས་ན་སྐམ་སྒྲུབ་སློབ་འགྲུབ་ཟེར་ནས་ད་བཤད་སྤྲོ་ཡོད་རེད་དེ་འདི་ཆོས་གི་ནང་ན་ཡོད་པ་ཅིག་མ་སྐམ་སྒྲུབ་ཟེར་ན་སྨན་སྒྲུབ་མེད་པ་ཡོད་ན་སྨན་སྒྲུབ་མེད་པའི་སྒོ་ནས་སྒྲུབ་རྐྱང་བྱས་ནས་འདོན་རྒྱུ་ཅིག་དང། དེ་ནས་སྨན་སྒྲུབ་བྱེད་པའི་སྐབས་ལ་བདུད་རྩི་སྨན་སྒྲུབ་ཆུར་སྨན་དང་བཅས་པའི་སྒོ་ནས་སྒྲུབ་ཐབས་བྱས་ནས། ཨོ་རྟེན་འབྲེལ་བྱས་ནས་ད་ལོ་ཡང་རྟེན་འབྲེལ་ཁ་ཚང་ཁ་ཉིན་ཟླ་བ་འགའ་རེ་གི་སྔོན་ལ་རྟེན་འབྲེལ་སྒྲུབ་ཟིན་པ་ཡིན། ད་ལོ་རེ་འདི་འདིར་ཕེར་བ་གི་སྒྲུབ་ཆེན་ཚབ་ཕྱོགས་ལ་ཕར་ཆེར་གཉིས་གཉིས་གསུམ་གསུམ་སྒྲུབ་དགོས་པ་འདོན་དགོས་པ་དེ་འདྲ་ཡོང་གི་ཡོད་རེད། དེ་ད་ལྟ་འདི་ལྟས་ནས་ང་ཚོས་ཕར་གོང་དུ་ཞུས་པ་རྣམས་ཀྱི་སྒྲུབ་ཆེན་ངོ་མ་གཅིག་མ་རེད་ད། ད་སྒྲུབ་འཕྲིན་གི་རྣམ་པ་སྒྲུབ་མཆོད་གི་རྣམ་པ་བྱས་ནས་ད་ཉི་མ་བརྒྱད་གི་རིང་ལ་ཁར་ཚང་དུ་ནས་འཇུག་བསྡུ་བ་ང་ཚོས་ད་གང་ཚེ་གོ་འདུག། རྣམ་དག་ཕངས་སེམས་འཛིན་ན་ད་ཕར་ཆེར་ཆོག་གི་ཡོད་པ་ཅི་རེད་བ་ལ་ད་ནན་པ་ཟིན་ནས་ད་ལོག་དམིགས་བསལ་གི་སེམས་ནན་རྒྱབ་ཐུབ་མ་སོང་ད་ནི་ཡིན་ན་ད་གྲོམ་ནན་ད་ཕར་ནམ་ནན་པ་མི་ཁ་གི་ནན་པ་དང་བྱིས་པ་ཤི་ཡོང་བའི་སྐབས་ལ་ནན་པ་དང་བསགས་པ་ཟེར་རེད་ད་བསགས་པ་ཡང་གཞི་རྒྱའི་དབང་དྲག་དང་མཆོག་དང་དེ་ནས་ལྷག་པར་དུ་བྲག་བསགས་ལ་སོགས་པའི་བཞིན་བསགས་སྐབས་རེ་ལ་ང་ཚོས་ཚེ་དགོས་པའི་དབང་གི་སྒྲུབ་གི་ཡོད་ད་ད་ལོ་ཡིན་ན་ད་ང་ཚོས་ཡང་མ་རང་བཞིན་གྱི་མིག་ལྟ་ཞེས་པ་ཙམ་ཞིག་ལ་ལྟ་སྐྲག་པ་གི་དབང་དུ་བཏང་ན་དེ་ནི་སྣ་སྐྲུགས་ཕངས་སེམས་ཆ་ཚང་གི་ལས་སྡུག་ཆ་ཚང་མཐར་བསྡུས་པའི་ཕྱིར་རོ་ཞེས་ནི་དེ་ཁ་ཚང་ནས་དང་ཕུན་སུམ་ཚོགས་པའི་ངང་ནས་འཇུག་བསྡུ་བ་རེད་བ་ན་དེ་འདི་གཅིག་རེད། དེ་ནི་ང་གི་དེའི་གི་ད་ལྟ་རིན་པོ་ཆེ་གི་ད་ལྟ་སོང་བ་ནང་བཞིན་རེད་ད། ད་ལྟ་གང་ལ་ངས་བཤད་ཡོད་སང་ཧེ་གླིང་གི་སྒོ་བཞི་ཟེར་བཞིན་ཡོད་བ་རེད་ད།

ཕྱིར་ད་ལྟ་ད་ལྷག་པ་སློབ་གཉེར་བཟོས་པོ་ན་འདྲ་ང་ཚོ་ཐུགས་བསམ་དེ་ཧ་ཅང་གི་གལ་ཆེན་པོ་ལ་ང་རང་གིས་མཐོང་གི་ཡོད་ཁ་ཙམ་མ་ཡིན་པའི་ང་རང་ཆུང་བའི་དུས་ཚོད་ནས་བམ་དེའི་དུས་དགྲ་ནས་བཟུང་བལྟས་གི་ནས་དེ་ནས་ལོ་བཞང་དགྲ་གང་ལ་གང་སེམས་ཤེས་མྱོང་མཁན་ཅིག་ཡིན་ཅིང་སེམས་ན་ད་ཆགས་པ་མི་འདུག་ཕར་རྒྱབ་རྗེས་འབྲང་དུ་རྒྱལ་མཁས་དབང་དུ་འགྲོ་གི་འདུག་མ་གཏོགས་ད་མི་འཇུག་གང་ལ་གང་བསམ་གི་ཐུག་པ་ལ་ཧ་ཅང་གི་དེ་ནས་དགའ་བོ་ཡོང་མཁན་སྤྲོ་བོ་ཡོང་མཁན་དེ་འདྲ་ཡིན་ཐུགས་བསམ་ཙམ་ལ་ཡིན་ན་ཐུགས་བསམ་གི་མཐར་སྐྱེལ་ས་དེ་དགོན་པ་ལ་བཞག་དགོས་པ་ཡིན་དེ་དགོན་པ་དེ་ན་ད་རང་རང་ཚོ་སོ་དམིགས་ཡེར་དུ་ཡོང་གི་རེད་པ་ལ་ད་ཅིག་ཐག་པ། ཆེ་ཆུང་སྔགས་དང་བཅས་པ་ཟེར་བ་ནང་བཞིན་ཁོ་རང་རང་སོ་སོས་དེ་ནས་ད་གང་ཟེར་གོ་འགྲོ་ཁམས་དབང་སྨུག་པ་དང་གཏན་ནས་དགོན་པ་གཅིག་བྱས་ན་མི་ཆོག་པ་ཡོང་བ་མ་རེད་དུ་ང་ཚོ་གཅིག་མེ་ཏོག་ལྷ་བབས་ཀྱི་ལྷར་སྐལ་འགྲོ་ཅིག་སྔ་འགྱུར་རྡོ་རྗེ་ཐེག་པའི་བསྟན་ཞབས་སུ་སྐྱེས། ཡར་དབང་ཨོ་རྒྱན་ཆེན་པོའི་འཕྲིན་ལས་སྤེལ་བས་ཅིག་ད་གང་ཟེར་གོ་འགྲོ་ཐུབ་ན་མ་ཐུབ་ན་དེ་འདྲའི་ཅིག་སྔགས་རིག་པ་འཛིན་པ་ཅིག་གི་ཚུལ་འགྲོ་བྱེད་དགོས་པ་ཡིན་དུས་རྒྱལ་བ་གོང་མ་རྣམས་ཀྱི་ང་ཚོའི་སྔུན་ན་སྔོན་ན་ཤོག་དཀར་བོ་ངོ་ནག་རྩ་ནག་པོ་གི་ཁྲ་ལམ་མེ་བཞག་བཞག་པའི་སྒྲུབ་ཐབས་རྗེས་འབྲང་བགེགས་གསུམ་འདི་འདྲའི་མང་པོ་ཅིག་ཏུ་ལག་ལེན་ལ་བཏབ་ཆོག་ཆོག་ཡོད་པའི་སྐབས་འདི་ལག་ལེན་ལ་མ་བཏབ་པར་ཕ་དེ་ནས་གང་ཟིག་སྣང་མེད་ལྟར་བཞག་བཞག་ནས་དེ་འདྲའི་བྱས་ན་དེ་ཟིག་ཅིག་ང་ཚོ་ཅིག་དབུབ་མེད་པ་འདྲ་བོ་ཞིག་དང་ཡིན་ན་ཅིག་ཧ་ཅང་གི་དེ་ནས་བསྟན་པའི་གོ་ཆག་འདྲ་བོ་ཞིག་རེད་བསམ་གྱི་ང་དེའི་ཚོར་སྣང་ཞིག་དེ་ཡོད་པའི་དུས་ཤིག་དེ་ཡོད་པའི་ཆ་ནས་དེ་ནས་དེ་ཅིག་སྒྲུབ་ཐབས་འདི་ཚོ་གི་རིགས་ཐམས་ཅད་ད་ཆུང་ངུ་ནས་ཅིག་དོར་སྣང་གང་ལ་གང་འཚམ་ཡོད་དེའི་ཐོག་ནས་ང་རང་གི་ཅིག་རྩ་བའི་བླ་མ་ཐམས་ཅད་ཡིན་ནའང་དེའི་ཕྱོགས་ཀྱི་དོན་རྣམས་ཤེས་མཁན་དེ་འདྲ་ཡིན་དུས་དེ་གཅིག་ཕ་ཡུལ་ན་ཡོད་པའི་སྐབས་གང་ན་ཡོད་པའི་སྐབས་ཡིན་ནའང་ཅིག་སྒྲུབ་པ་སྒྲུབ་ཆེན་དུས་སུ་ང་རང་གི་ཕ་ཡུལ་ངོ་མ་ན་ཡོད་པའི་སྐབས་ནའང་ཅིག་གྲྭ་ཚང་གི་སློབ་མཛད་དུ་ལོ་མང་པོ་ལ་ཁུར་མྱོང་མཁན་ཡིན། བླ་མ་ཡང་བྱེད་མྱོང་མཁན་ད་ཅིག་དེ་འདྲ་ཅིག་ཡིན་དུས་དེ་གང་ལ་གང་འཚམ་གྱི་ད་དེ་ལ་ཅིག་རྒྱུས་ཡོད་ཚེ་གོ་རང་དེ་ཡང་ཅིག་ང་ང་རང་གི་རྒྱུས་འདྲ་བོ་ཡང་ཆུང་བ་ནས་ཅིག་གང་ཚེ་ཤག་རྒྱ་དཀར་དང་ཅིག་གང་ཚེ་དགོན་འགྲོ་དཀར་ཡང་ཐུགས་བསམ་གང་ཡིན་ན། ཅིག་རྒྱུ་མཚན་ཙམ་མེད་ན་དེ་འདྲའི་བྱེད་གཏད་ཟེར་གྱི་ཙམ་ཟིག་ཡང་ཅིག་རྟོག་གི་དེ་ཟིག་ཤར་འགྲོ་བ་ཡིན་ས་ར་དེ་ཟིག་ཅིག་མ་ཐུབ་པ་འགྲོ་བ་ཅིག་བླ་མ་གཅིག་གི་དེ་རང་དེ་དེ་ག་རེ་ན་ཅིག་བྱེད་ཕྱོགས་ཅན་དུ་བྱེད་དགོས་པའི་རྒྱུ་མཚན་དུ་གང་ན་ཡོད་པ་རེད་ཅིག་གང་རེ་ག་དྲི་ས་ཡོད་ན་གང་རེ་ག་དྲི་གང་རེ་ག་དྲི་ས་མེད་ན་ཅིག་རང་གི་འབྲོག་པའི་ཆ་ཅིག་གི་ནང་ནས་ཚུད་ནས་དེ་རྒྱུ་མཚན་ཙམ་དེ་རྒྱབ་ཁོངས་སུ་མེད་ན་རང་ཅིག་གང་ཅིག་གོ་འགྲོ་གི་ཅིག་ལག་པ་ཡར་རེ་བཀྱག་འཇུག་གོ་རེ་རྐང་པ་མར་རེ་བརྡབ་འཇུག་གོ་འདི་ཟིག་ན་ཙམ་ཟིག་གི་ཅིག་མི་འགུལ་བ་འགྲོ་གི་ན་དེ་འདྲའི་ཅིག་ཡོད་དགོས་ནི་ཙམ་ནི་དེའི་དབང་གིས་གཅིག་འདི་ནས་ད་ང་རང་གི་མི་ཚེ་གི་ནང་ནས་བླ་མ་བདུན་གྱི་བརྒྱ་བྱིན་གཅིག་བསྟེན་མྱོང་འདི་ནི་དེའི་ནང་ནས་གང་ལ་གང་འཚམ་གྱི་གཅིག་བསྐྱར་ཐུབ་ས་ཟིག་གོ་ར་ད་འོ་དེ་འདྲའི་གི་གཅིག་རིགས་ཤིག་ད་གང་ཟིག་གོ་འགྲོ་ཐུགས་ཡངས་པོ་སྟབས་བདེ་མོ་དུ་སོང་ན་གོ་སྐབས་ལེན་ནས་གང་གི་བསྐོར་ནས་ཅིག་ཞི་མཐར་མ་ཕྱིར་པ་མེད་པར་འགྲོ་བ་ཡིན་ནོ་འོ་དེ་འདྲའི་དྲི་བ་དྲིས་གཟིམས་དྲིས་སྟབས་ཅིག་འདྲ་མ་འདྲ་མང་པོ་ཅིག་མ་ཤེས་ན་ནི་ཅིག་སེམས་པ་བདེ་བོ་མིན་གང་གི་མི་ཅིག་ཡིན་པའི་ཆ་ནས་ལ་དེ་འདྲའི་བྱས་འདུག་པའི་བཀའ་དྲིན་དང་དེ་ནས་ཆོས་རྗེ་ཡིད་བཞིན་ནོར་འཇིགས་པའི་ཕུན་ཚོགས་ཡིན་ནའང་དེ་འདྲའི་རེད་ཁོང་གི་ད་སྐོར་རེ་ལ་ཕུར་བ་གི་སྒྲུབ་སྒྲུབ་པ་ཟེར་དགོས་ན་ཕུར་སྒྲུབ་དེ་ནི་ཉི་ཤུ་རྩ་ལྔ་རེ་ལྟོས་གཅིག་ཏུ་བླ་རུང་སྒར་གྱི་ང་ཚོའི་སྒྲུབ་ནི་དེ་འདྲས་བཤད་མྱོང་ཁག་སྔ་ཕྱི་ནས་ཕུར་སྒྲུབ་སོ་སོ་སོ་སོ་ཁག་ད་དེ་འདྲས་བཤད་འདུག་པའི་སྐབས་དེ་ཚོ་ལའང་ཅིག་སྒྲུབ་པ་སྒྲུབ་འཕྲང་གི་སྐོར་གོང་འོག་དེའི་ཕྱོགས་ལ་འདག་གཤིན་རྗེ་རེད་ཕུར་བ་རེད་འདི་ཚོ་ཐམས་ཅད་ཀྱི་སྒྲུབ་པ་ལའང་ཧ་ཅང་གི་དེ་ནི་དོ་སྣང་ཆེན་པོ་ཐུགས་གཙིགས་ཆེན་པོ་མཛད་མཁན་ཡིན་དུས་དེ་ང་ཚོ་ཡང་ཅིག་ད་བླ་མའི་བཀའ་སློབ་དེ་སློབ་མ་ལ་ཅིག་གང་གང་ལ་གང་འཚམས་ཤིག་ཡོད་ར་དེ་འདྲས་ཡིན་དུས་ཤུགས་རྐྱེན་འདྲ་བོ་ཅིག་དེ་ནི་དེ་སྒྲུབ་པ་སྒྲུབ་ཆེན་དང་གར་དབྱངས་ཐུགས་བསམ་དང་འདི་ཚོ་ལ་ཧ་ཅང་གི་དགའ་བོ་དང་དད་པ་ཡོད་དེ་ནས་ལྷག་པར་དུ་ང་ཚོ་འཆམ་དང་འདི་གར་དུ་ཚོགས་པའི་སྐོར་ནས་ན་དེ་ཁུངས་ལུང་ཡོད་པ་ཅིག་རེད་ན་ལགས་སོ། རང་དབང་དེ་ལ་མ་འབར་གི་མི་དགའ་ཐབས་ཅིག་དང། དེ་ནས་གང་ཟག་ཨེ་སེ་ནང་བཞིན་གྱི་ཅིག་གཟུགས་པོ་གཟུགས་གཞུང་ཙམ་ཙམ་མ་ཡིན་པས་ན་ལ་དངོས་གནས་དྲང་ནས་བཤད་སོང་ན་ལ་ད་ལྟའི་དཔེར་ན་རྒྱལ་པོ་མཛའ་ནས་བཟུང་སྟེ་རིམ་པ་བཞིན་དུ་རྒྱུ་འཕྲུལ་རྩ་བའི་མཁས་པ་མི་བཞི་ལ་སོགས་པ་ནས་རིམ་པ་བཞིན་དུ་བརྒྱུད་དེ་དཔེར་ན་སྨོན་ལམ་སྐུ་མཆེད་ལ་སོགས་པའི་སྐབས་ནས་གི་ནས་དང་བཞི་དྲུག་དེ་ནི་རྩ་འཆམ་དགོས་རིགས་དག་ནི་འདི་ཚོ་ཐམས་ཅད་གར་འཆམ་དགོས་རིགས་འདི་ཚོ་ཐམས་ཅད་དངོས་གནས་དྲང་ནས་ཚིག་རེ་རེ་དག་ནི་དེ་ནི་ཐ་ན་སེ་གོལ་རེ་རེ་གི་སྟོང་དག་ཚུན་ཆོད་གི་ནི་འདྲིར་བཤད་ཡོད་པའི་ཐོག་ནས་ཧ་ཅང་གསལ་ཐག་ཆོད་པ་ཡོད་ར་ན་དེ་འདྲའི་གི་རྣམ་གཞག་དེ་ནི་བརྒྱུད་པ་བྱིན་རླབས་ཆེ་བ་བརྒྱུད་ཐབས་བརྒྱུད་པ་ཡོད་པ་འོ་དེ་འདྲའི་ཅིག་གི་རྣམ་གཞག་ཡོད་པ་ད་དེ་ནས་རིམ་པ་བཞིན་དུ་ནི་ད་དེ་ཚོ་ཐམས་ཅད་དཔེར་ན་ཅིག།

འདི་ཐམས་ཅད་ཕ་གང་ཟིག་པོ་འདུག་གོ་ཕ་རྡུལ་ཆབ་གཅིག་ནས་ནི་དེ་པོ་ཏི་གི་ནང་རུལ་གཅིག་ནས་བཞག་ནས་ང་ཚོས་ཅིག་སོ་སོ་ཅིག་ལ་བཙོན་ཞིག་སྐྱེལ་འདུག་ན་དེའང་དེ་ཟིག་ཅིག་བབ་མེད་པ་འདྲ་བོ་ཡིན་ན་ཕ་ཆོས་ཀྱི་རྒྱུད་པ་མ་ཟིན་པ་འདྲ་བོའི་ཚོར་སྣང་ང་ཡོད་རེད་གོ་དེ་གི་ད་ཟིན་རུང་མ་ཟིན་རུང་རང་གི་ཡིན་ན་ད་ཅིག་སྐྱེལ་རྫོགས་གི་ཉམས་ལེན་མཛད་ན་སྐབས་ལེགས་ཁག་པོ་རེད་རང་གི་ཅིག་དངོས་གནས་དྲང་ནས་ཅིག་ག་འདྲ་ཡིན་ཞིག་མེད་ད་ནི་ད་ཡིན་ན་མིན་ན་ལག་ལེན་གི་ཐོག་ཏུ་སོང་ནས་ཅིག་ཚུར་བཞིན་དུ་རྒྱུད་པ་ཡོད་པ་ཅིག་གི་ཐོག་ནས་ལག་ལེན་ཡོད་པ་ཅིག་ནས་རྒྱབ་ཁོངས་ཡོད་པ་ཅིག་གི་ཐོག་ནས་དེ་ལག་ལེན་བསྟར་གི་ཡོད་ད་དེ་རེད་དེ་ནི་གེ་སར་གྱི་ཆམ་གྱི་སྐོར་ཡིན་ན་དེ་ནང་བཞིན་གྱི་གེ་སར་གྱི་བཞི་བརྒྱའི་དབང་དྲག་གི་ཆམ་ཡིན་ན་འདྲ། འོ་འདི་འདྲ་གི་སྐོར་ཐམས་ཅད་ཡིན་ན་ད་ང་ཚོས་ད་ཕར་ཁྱེར་བོད་ལུང་བ་ཟིག་དགོས་ན་དེ་ནི་ད་སྤྲུལ་སྐུ་དྭགས་ལོ་ཟིག་དེ་ཕར་ཁྱེར་ཞིག་རེད་ད་གེ་སར་གྱི་ཆམ་དང་གདུགས་དཀར་གྱི་སྐོར་ནི་ཧ་ཅང་གི་དེ་ནི་ད་མཚན་སྙན་ཆེན་པོ་མང་དྲག་ཆེན་པོ་རེད་ང་ཚོས་ཁྱེད་དེ་གཉིས་དགོན་པ་གི་ནང་གདན་འདྲེན་བྱས་ནས་བསྡད་བ་དག་པ་ཅིག་གི་རང་ལ་དེ་ནི་གདུགས་དཀར་གྱི་སྐོར་དེ་ཕ་གསེར་རྟ་ལ་ང་ཚོ་འགྲོ་ཟེར་ར་གང་ཡང་ང་ཚོས་དེ་ནས་གོམ་པ་ཨབ་ཟུག་གོམ་པ་བཟོས་ཀྱིས་དེ་ནང་ལ་ཕེབས་དེ་འདྲའི་བྱས་ནས་ནི་དེ་ནས་རྒྱུ་སྐར་གྱི་སྐོར་དེ་སོགས་ཀྱི་སློབ་དཔོན་གྱི་གཙོ་བོ་དེ་ངའི་དྲུག་གི་ཐག་ལོ་ཡིན། དེ་འདྲའི་ཡིན་པ་ལ་བརྟེན་ནས་དེ་ནས་ང་རང་ཡང་ཆུང་བའི་དུས་ཚོད་དུ་དེ་ཞིག་དེ་འདྲའི་རྒྱུ་སྐར་གྱི་ནང་རྣམ་པ་འདྲ་བོ་དེ་འདྲ་ལ་ཡང་ཧ་ཅང་དགའ་བོ་ཡོད། ངའི་ཕ་ཡུལ་དེ་སོགས་ནས་ང་ལ་དེ་ནས་ཉམས་འགྱུར་བརྒྱད་ལྡན་བརྒྱད་ལྡན་དེ་འདྲའི་ལབ་ཀྱི་ཡོད་རེད། ང་སོང་ནས་བོད་ནང་བླ་མ།

ད་སྒོམ་དང་སྒོམ་མེད་དུ་སོགས་པའི་རྟོག་པའི་རྣམ་པ་ཡིན་ན་དུ་མ་པའི་རྣམ་པ་ཡིན་ན་མ་ཞིག་དང་དེ་འདྲ་ཡོད་རེད་དེ་བཤད་ཀྱི་དེ་ངའི་དངོས་གནས་བཤད་སོང་ན་ཅིག་གདུགས་དཀར་གྱི་རྣམ་པ་དེ་ཚོ་ད་སྤྲུལ་སྐུ་དྷག་ལོ་ལ་སོགས་པའི་གོང་ལྷོ་བ་རྣམས་དང་བཀའ་དྲིན་ལ་བརྟེན་ནས་ཡིན་ཅིག་གང་ལ་གང་འཚམ་གྱི་དེ་འདྲའི་ལ་ང་རང་སྤྲོ་བ་ཡོང་གི་ཡིན་ལགས་སོ། དེ་ཡིན་པའི་ཆ་ནས་བྱས་ནས་ང་འདུག་ལ་སླེབས་པའི་སྐབས་ནས་ང་ཏང་ཅོ་འཇམ་མེ་མི་ལ་མ་གྲོགས་དབང་པ་མ་ལོང་ཡང་གི་ཡང་ང་སླེབས་པའི་ལོ་གཉིས་ཀྱི་ནས་ད་ངེས་པར་དུ་འཛམ་གླིང་འང་འཁྲུག་ཆེན་འདྲ་བོ་བྱུང་རྒྱུའི་ཉེན་ཁ་འདུག་གཅིག་ནས་དེ་ནས་གེ་སར་གྱི་ཁྱམས་དུ་དངོས་གནས་ཁོང་མི་ཚེ་གི་ནང་ལ་གེ་སར་བླ་མ་ཤི་ན་གེ་སར་ཡི་དམ་ཤི་ན་གེ་སར་ཆོས་སྐྱོང་ཤི་ན་གེ་སར་ནོར་བསླབ་ཤི་ན་གེ་སར་བྱེད་མཁན་ཅིག་ཡིན། གེ་སར་གྱི་གསོག་དབང་དཀྲོག་གཏད་ཡང་ཁོང་ལ་མང་པོ་ཐོབ་ཡོད་ད་གེ་སར་གྱིས་ངེས་པར་དུ་ཁྱམས་ཅིག་བརྩིག་དགོས་གསུངས་ནས་བཀའ་གནང་ནས་ནི་དེ་ནས་ད་གེ་སར་གྱི་ཁྱམས་བགོས་ནས་བཟུང་ཁྱམས་བཏང་ནས་བཟུང་ད་དེའི་སྐབས་ལ་ང་ཚོ་ལུང་པ་ཁུལ་ཕྱོགས་རེ་གཅིག་ཧ་ཅང་མཐུན་རྐྱེན་འཛོམས་པོ་དེ་རང་ནང་པར་ནི་དགྲ་ལན་ཡང་འདྲ་བོ་དང་དེ་འདྲའི་ཆེན་པོ་ཡོད་བ་མ་རེད་ད་ད་ཡོད་ན་མེད་ན་ངག་ཐོག་ནས་དཔྱད་བཞུར་ལན་བཞུར་སིམ་སོ་བྱས་ནས་ནི་ཁོང་གི་བཀའ་གནང་བཞིན་ང་ཚོས་དེ་རྒྱལ་ཁབ་ཀྱི་སྐུ་རིམ་ལ་དམིགས་ནས་ནི། དེ་གེ་སར་གྱི་འཆམ་དུ་དེ་འདྲ་བརྩིགས་པ་ཡིན། དེ་དང་འབྲེལ་བའི་སྒོ་ནས་ད་ཕྱི་རྒྱལ་ཡུལ་གཞན་ནང་རུ་ཡང་ཧ་ཅང་གི་རྩིག་བཤེར་མཛད་ཀྱི་ཡོད་པ། ད་སྔོན་ནས་གི་ནས་དཔེར་ན་ང་ཚོ་དགེ་ལུགས་པའི་ཕྱི་ཁོ་ན་རེབ་གྲོང་ཁྲི་རིན་པོ་ཆེ་རེད་ད། ས་སྐྱ་པའི་ཕྱོགས་ཡིན་ན་རེད་དེ་ནས་ད་འཇང་དབང་མཁྱེན་བརྩེ་དབང་པོ་ལ་སོགས་པ་རེད་ད་དཔེར་ན་ཅིག་གངས་རིའི་གོ་རིམ་བཀའ་རྒྱུད་པའི་ཕྱོགས་ནའང་མེད་ན་ད་ཅིག་སི་ཏུ་རིན་པོ་ཆེ་རེད་ད་དེ་ནང་བཞིན་གི། གངས་རིའི་ཁམས་ཁྲི་སྟོན་རྒྱུད་ཉི་མ་རེད་ཀརྨ་པ་སྐུ་འཕྲང་རེད་ད། རིན་པོ་ཆེ། ང་གཉིས་དེ་ལྟ་བུ་ཞིག་བྱེད་ཀྱི་ཡོད།

ང་རང་ཡིན་ན་སྔ་ཕྱིར་དེ་གའི་ད་ཅིག་འཇམ་མགོན་དམག་དཔོན་རིན་པོ་ཆེ་གིས་ཅིག་སོ་སོ་ལ་ཡ་རབས་ཀྱི་བཟང་སྤྱོད་དམིགས་བསལ་ཞི་བ་ཅན་མེད་དེ་ཡིན་ནའང་ཡ་རབས་བཟང་སྤྱོད་ལ་བཟང་པོར་མཐོང་མཁན་ཅིག་ཡོད་སོང་ལུགས་ཀྱི་དམ་ཚིག་ནང་དུ་ཁོང་ཁང་སྐྱོང་ནང་ནས་སོང་ཡོད་པ་གསལ་འདྲ་བོ་རེད་ང་རང་དངོས་ནས་ཆགས་འཇིག་འཕྲད་འགྲུབ་ལ་གུས་པ་ད་མེད་དེ་ཡིན་ནའང་དཔེར་ན་ཁམ་པོ་རིན་ཆེན་ཕུན་ཚོགས་ཟེར་བ་ཅིག་ཡོད་རེད་ཨ་རིའི་ཁམ་པོ་གངས་ཅན་གྱི་ཡངས་ཤེས་ཅིག་རེད་ལ་ཁོང་འདྲ་བོ་ཡིན་ན་དགྲ་ལ་དཔེ་མཁས་པ་རེད།

དེ་གི་དེ་མང་ཙམ་ཞིག་རིན་པོ་ཆེ་གི་སྐུ་ཡོན་དང་དེ་གི་ཚང་མ་དེ་ལ་དེ་གི་ཚང་མ་གི་དོ་སྣང་མང་ཙམ་གནང་རོགས་བྱེད་ཅེས་ཞུས་པ་ནང་བཞིན་ནས་ཚང་མས་དེ་ལྟར་གནང་རོགས་ཞེས་བཤད་གི་ཡོད་ཐུགས་རྗེ་ཆེ་ལགས། ཐུགས་རྗེ་ཆེ་བཀའ་དྲིན་ཆེ་ལགས་སོ་ལགས་སོ།